སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་སུ། སྤྱི་འཐུས་འོས་འདེམས་བྱུང་བ་ལགས་ན། སྤྱི་འཐུས་འོས་འདེམས་བྱུང་བ་ལགས་ན། བཙན་བྱོལ་བོད་མིའི་བཅའ་ཁྲིམས་ལ། བཙན་བྱོལ་བོད་མིའི་བཅའ་ཁྲིམས་ལ། ཡིད་ཆེས་བློ་གཏད་ཀྱི་ཐོག་ནས། ཡིད་ཆེས་བློ་གཏད་ཀྱི་ཐོག་ནས། སྤྱི་འཐུས་ཀྱི་ལས་འཁུར་ཞུ་སྒོ་མཐའ་དག། སྤྱི་འཐུས་ཀྱི་ལས་འཁུར་ཞུ་སྒོ་མཐའ་དག། བཅའ་ཁྲིམས་ཀྱི་དགོངས་དོན་འགལ་མེད་ཐོག། བཅའ་ཁྲིམས་ཀྱི་དགོངས་དོན་འགལ་མེད་ཐོག། རང་དོན་ཕྱོགས་ལྷུང་དང། རང་དོན་ཕྱོགས་ལྷུང་དང། འཇིགས་ཞུམ་ཆགས་སྡང་མེད་པར། འཇིགས་ཞུམ་ཆགས་སྡང་མེད་པར། དྲང་བདེན་ལྷག་བསམ། དྲང་བདེན་ལྷག་བསམ། ཟོལ་མེད་ཀྱི་སྒོ་ནས། ཟོལ་མེད་ཀྱི་སྒོ་ནས། རང་ནུས་གང་ཐེག་ཞུ་རྒྱུའི་ཕྱོགས་གསུམ་དཔང་བཙུགས་ཀྱི་དམ་བཅའ་བརྟན་པོ་ཞུ་རྒྱུ་ཡིན་ཡང་ན་ཁས་ལེན་གཙང་མ་ཞུ་རྒྱུ་ཡིན། རང་ནུས་གང་ཐེག་ཞུ་རྒྱུའི། མཆོག་གསུམ་དཔང་བཙུགས་ཀྱི་དམ་བཅའ་བརྟན་པོ་ཞུ་རྒྱུ་ཡིན། ལྔ་པ། མདོ་སྨད་སྤྱི་འཐུས་བཀྲ་ཤིས་དོན་གྲུབ་ལགས་ནས་དམ་འབུལ་མ་འདེགས་ཐོག་མཚན་རྟགས་འགོད་རྒྱུ། སྤྱི་ལྷན་ཚོམས་ཆེན་ནང་དུ་དཔལ་ལྡན་ཚོགས་གཙོ་མཆོག་དང་བོད་མི་མང་སྤྱི་འཐུས་རྒྱུན་ལས་རྣམ་པ་ཚོགས་དྲུང་བཅས་ནས། མདོ་སྨད་སྤྱི་འཐུས་བཀྲ་ཤིས་དོན་གྲུབ་ལགས་ལ་རྟེན་འབྱུང་མཇལ་དར་བསྐྲུན་གནང་རྒྱུ་དང། དེ་ནས་རྟེན་འབྱུང་གསོལ་ཇ་འབྲས་གསེར་གྱི་འབུལ་ཞུས་ཀྱི་མཛད་སྒོ་གྲོལ་རྒྱུ་ཡིན། སྤྱི་འཐུས་ལྷན་ཚོགས་སུ་འདེམས་ཐོམ་བྱུང་ནས་ནི་སྤྱི་འཐུས་ཀྱི་དེ་རིང་ལས་འགུལ་དམ་འབུལ་དེ་ཞུ་བ་རེད། དེ་དང་འབྲེལ་ནས་ཅི། ཐུགས་ཚོར་འགྲོ་ག་འདྲེ་འདུག་ད་ག་ནང་བཞིན་ཕྱོགས་ཡོངས་ནས་དང་པོ་ཐོག་མ་དེ་ལས་ངོ་སྤྲོད་གནང། ལ་ཟེར་ད།
སྤྱི་སྟངས་ད་ད་ང་སྐབས་བཅོ་ལྔ་རེད་བཅུ་དྲུག་རེད་བཅུ་བདུན་གྲོས་ཚོགས་འདུག་བཞི་རེད་ཨ་ནི་ད་རེས་བྱ་བཞག་ནི། སླར་ཡང། ཡང་ཅིག་སྤྱི་འཐུས་ལ་ཡ། སྐབས་བཅོ་བརྒྱད་ནང་ལ་ཡ། སྐར་ཚོགས་རེ་གོ་སྐབས་གནང་བ་དེ་ལ་ཐོག་མ། ཨ་ནི་ཅིག་རྒྱབ་སྐྱོར་གནང་མཁན་གྱི། འདུན་པའི་རྒྱལ་གཅེས་མང་ཚོགས་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། ད་ཅིག་གར་སོང་བར་ད་སྤྱི་ནོར་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་དེ་དེ་ཨ་ནི་ཅིག་བཙུགས་བཞག་པའི་སྒྲིག་འཛུགས་དེ་ལ་ཡང་ཞབས་ཕྱི་ཞུ་ཡ་གི་གོ་སྐབས་དེ་ཅིག་དེ་གར་སོང་བར། བསོད་ནམས་ཆེན་པོ་ཅི་ཡིན་བསམ་པར་བྱས། ཨ་ནི་དྲན་ཏེ་དགེ་བས་བསླང། ད་བལ་ཡུལ་གྱི་གནད་དོན་འདི་ཚོ་ད་ཅི་དང་འཛའ་དྲག་པོ་རེད། ཨ་ནི་རྣམ་པ་ཚོ་མཁྱེན་གྱི་ཡོད་རེད། ཨ་ནི་བལ་ཡུལ་ནང་ལ་ད་ན་ཉིང་སེ་ཧོར་བ་འདས་པའི་ལོ་ལ་ཡང་ཕྱི་ཟླ་དགུ་བའི་ནང་ལ་གནད་དོན་ཅི་བྱུང་བྱས། ཨ་ནི་ད་བལ་ཡུལ་ནང་གི་ཅིག་ད་སྒྲིག་འཛུགས་ཀྱི་གནད་དོན་ད་བལ་ཡུལ་དུས་མཆོད་རེད་ཨ་ནི་སྤྱི་འཐུས་རེད་དེ་འདྲའི་སྒང་ལ་ཡོད། ཨ་ད་མ་ཉེས་ཁ་གཡོག་འདྲ་པོ་བྱས་བྱས་ནས། གནས་ཚུལ་དེ་འདྲ་བྱུང་བ་རེད། ཨ་དེ་འདྲས་བྱུང་བའི་རྒྱུ་མཚན་ལ་བལྟ་བྱས་ནས་ཨ་ནི་རྫ་དྲག་ཡོད་རེད་ད་བལ་ཡུལ་ནང་ལ་དངོས་གནས་བོད་མི་བལ་ཡུལ་ནང་གི་བོད་མི་ཚོ་ལ་ད་བསམ་ཡུལ་ལས་འདས་པའི་རྫ་དྲག་ཡོད་རེད་བྱས་ཙང་དེ་ཚོའི་སྒང་ལ་ཡང་ད་གཙོ་བོ་འཛིན་སྐྱོང་བཀའ་ཤག་རེད་དེ་ཚོའི་ངོས་ནས་ཅིག་ཀྱང་བལ་ཡུལ་ནང་གི་མ་འོངས་པ་དཀའ་ངལ་དེ་ཚོ་སེལ་ཐབས་ལ་ཡང་ག་རེ་གནང་དགོས་ཀྱི་རེད་བལ་སེ་དེ་ཚོའི་སྒང་ལ་ཡང་ཨ་ནི་སྲིད་བྱུས་ཅིག་གཏན་འདེད་དགོས་ཀྱི་རེད་བསམ་གྱི་འདུག་ལགས།
ལགས་སོ་སྐུ་ངོ་ད་ལྟ་འཛིན་སྐྱོང་བཀའ་ཤག་གསུངས་སོ་དེ་འདྲ་བསམ་པ་ཡང་སྐུ་ངོ་སྐུ་སྒེར་གྱི་ངོས་ནས་ཅིག། ཚོགས་གཙོ་སྦྲེལ་པོ་ཡང་སྙན་སེང་ཞུ་བའི་ཐོག་ནས་ཡང་གཅིག་བལ་ཡུལ་གྱི་གནད་དོན་དང་འདྲ་བ་དང་དེའི་ནང་གི་བལ་ཡུལ་གྱི་གཅིག་བོད་མིའི་གནས་བབ་དང་ད་འཚོ་ཐབས་གང་གང་ཅིའི་ཐོག་ནས་ཡར་རྒྱས་དང་ལྷག་པར་དམ་དྲག་ཡོད་པའི་གནད་དོན་དེ་རིགས་ལ་ཡང་གཅིག་དཀའ་ངལ་རིགས་ལ་ཡང། སེ་ཡས་གནང་ཡ་དང་དེ་འདྲས་དང་འབྲེལ་ནས་ཡང་ཕྱག་ལས་གནང་ཡ་གི་དགོངས་བཞེས་དེ་འདྲས་གལ་ཡོད་ན།
དེ་དེ་འདྲས་རེད་ད་དཔེར་ན་བལ་ཡུལ་ནང་གི་ཛ་དྲག་གནད་དོན་བྱུང་བ་དང་དཔེར་ན་ང་རང་འདྲ་བོ་ཆགས་བཞག་ཡོད་ན་ང་བོད་མི་མང་སྤྱི་འཐུས་ཤིག་ཡིན་པའི་ཆ་ནས་འབྲེལ་ཡོད་ཀྱི་ལྷན་ཁང་ལ་ཡང་ཞུ་ཡ་རིགས་དེ་དང་ལྷག་པར་དུ་བོད་མི་མང་སྤྱི་འཐུས་ཀྱི་ད་ཚོགས་གཙོ་གཙོས་པའི་རྒྱུན་ལས་རྣམ་པ་ཚོ་ལ་ཡང་སྙན་སེང་སྤྲོད་ཡོང་དེ་ངས་ལས་འགན་རེད་སྐབས་དེ་དུས་དེ་འདྲ་རང་བྱས་པ་ཡིན། ཨ་ནི་དེའི་བརྒྱུད་རིམ་ནང་ནས་ཨ་ནི་ཅིག་ད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ད་འབྲེལ་ཡོད་ཀྱི་སྡེ་ཚན་ཚོ་ལ་ཡར་ཞུ་དགོས་ཡོད་དོ་དེ་ཚོ་གནང་ཡོད་ཟེར་དེ་འདྲ་ཅིག་བཀའ་ཡིག་ཅིག་ཕེབས་སོང་དེ་རེད་དེ་རེད་ཨ་ནི་ད་བལ་ཡུལ་ནང་གི་ད་ད་དཀའ་ངལ་དེ་ཚོ་ལ་ད་ང་ཚོས་ག་རེ་བྱེད་ཐུབ་ཀྱི་རེད་བས་ཟེར་དེ་རེད་ད་གཙོ་བོ། བལ་ཡུལ་ནང་གི་བོད་མི་གི་དཀའ་ངལ་ལ་ཡང་སྲིད་ཇུས་ཅིག་གཏན་འབེབས་བྱས་ནས་དང་ཨ་ནེ། ད། བལ་ཡུལ་ནང་གི་བོད་མིའི་དཀའ་ངལ་དེ་ད་ལྟ་ལོ་ད་ལྟ་དེ་རིང་ཁེ་སང་བྱུང་བཞག་བ་གལ་མ་རེད་ད་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་ལྔ་ནས་ཨ་ནེ་ད་ལྟ་བར་དུ་བལ་ཡུལ་ནང་གི་བོད་མི་ད་ན་གར་སོང་བ་རེད། སོ་སོའི་ངོ་སྤྲོད་ལག་ཁྱེར་བྱིན་ཆོད་ནི་མེད་བོད་ཀྱི་གནས་སྟངས་དེ་ལ་ཡང་ད་ཏན་ཏན་གྱི་ཅིག་གར་སོང་བ་རེད། ད། གུག་རྩོད་དང་གུག་བེད་ཀྱི་དུས་རིམ་དེ་ཚོ་ལ་བལྟ་བ་ཡིན་ན། ཨ་ནི་ད་ཅིག་ཅིག། ང་ཚོ་ད་བལ་ཡུལ་ནང་གི་བོད་མི་གི་སེམས་ཚོར་དེ་ལ་ཡ་མ་ཞིབ་ཕྲའི་ཁ་ནས་སྐད་ཆ་བཤད་པ་ཡིན་ན་ད་བསམ་ཡུལ་ལས་འདས་པ་ཅིག་གནས་སྟངས་ཆགས་བསྡད་ཡོད་རེད་དེ་བྱས་ཙང་དེ་ཚོའི་སྒང་ལ་ཡ་ཨ་ནི་ཅིག་གར་ཟེར་བ་རེད་ད། སྲིད་བྱུས་རང་གཏན་འབེབས་ཅིག་གོ་གི་རེད་བསམ་པ་མ་གཏོགས་ད་བལ་ཡུལ་གི་གནས་སྟངས་དེ་དངོས་གནས་ལྷིང་དུ་འགྲོ་ཡག་གི་གནས་སྟངས་ཅིག་ཡོད་རེད་བས་ཟེར་ལབ་པ་ཡིན་ན་ད་ད་ལྟའི་ཆ་ལ་དངོས་གནས་དཀའ་ལས་ཁག་པོ་ཅིག་རེད་བསམ་གི་ཡོད་ལགས།